ཞེས་དང། ད་དེ་རིང་ངས་གོང་ས་མཆོག་གིས་རྒྱ་གཙང་མཛད་པའི་དཔེ་དེབ་ངའི་ནང་ནས་དེ་ནས་མཉམ་བཤད་བྱེད་ཡག་གི་དཔེ་དེབ་དེ་ག་རེ་ཡིན་ཟེར་ན། ད་ལོ་ཉིས་སྟོང་ཉིས་རྩ་ལྔ་ལོར་ལ་གོང་ས་མཆོག་གིས་རྒྱ་གཙང་མཛད་པའི་གི་དཔེ་དེབ་གསར་པ་བོད་དང་བོད་མིའི་གི་འདྲ་ཚགས་ཅེས་པའི་དཔེ་དེབ་འདི་ཡིན། དེ་ནས་ད་ཕྱི་སྟོང་གཅིག་བྱས་ན། རྣམ་པ་ཚོས་དཔེ་དེབ་འདི་བླུ་ཡས་ཤས་ཆེ། ཡང་འགའ་ཞིག་སོ་སོ་དུས་ཚད་དང་དེ་ནས་རྒྱུ་རྐྱེན་མང་པོ་ཞིག་གིས་ད་འདི་བླུ་ཡས་རྒྱུ་མ་རེད་དེ། གང་ལྟར་ད་ད་ལོ་གོང་ས་མཆོག་གིས་རྒྱ་གཙང་མཛད་པའི་དཔེ་དེབ་གསར་པ་འདི་ཡིན་ན། རྒྱལ་སྤྱི་གཙོ་བོ་དེ་བོད་དོན་འཐབ་རྩོད་དང་འབྲེལ་བའི་གི་རྒྱལ་སྤྱི་ཅིག་ཆགས་ཀྱི་ཡོད་རེད། དེ་ཡིན་དེ་ད་ང་ཚོ་འཇིག་རྟེན་གྱི་འཚོ་བའི་ངང་ནང་ལ་དེ་ནས་དཔེ་དེབ་འདི་ཚོས་ཀྱི་བྲིས་ང་ཚོ་ཕན་ཚུན་མཉམ་བཤད་བྱེད་ཡ་དོ་བསམ་ཚུལ་བརྗེ་རེས་བྱེད་ཡ་འདི་བྲིས་ཀྱི་ཐོག་ལ་ང་ཚོ་ཡང་སྲིད་ཡང་སྲིད་གླེང་སློང་བཟོ་ཐུབ་པ་ཡིན་ན་དེ་ལ་བརྟེན་ནས་སྒེར་སོ་སོ་རང་ཉིད་རྒྱལ་སྤྱིའི་རིང་ལུགས་ཀྱི་ལྟ་བ་ལས་ཡ་བལ་བསྟན་ཐབས་རྩལ་ལ་དོ་སྣང་ལས་ཡ་སོ་སོའི་མི་རིགས་ལ་ཤ་ཞེན་དང་ལ་རྒྱའི་སླད་ཡ་ལ་ཁྱད་པ་ཧ་ཅང་གི་ཆེན་པོ་ཡས་དད་པ་དེ་འདྲ་ཞིག་རེད་དེ་འདུག་ཨ་དེ་འདི་ད། ད་རེས་ངའི་རྣམ་པ་ཚོ་དཔེ་དེབ་གསར་པ་འདི་དང་འབྲེལ་བའི་ཐོག་ནས་དེ་ནི་དཔེ་དེབ་འདིའི་ནང་གི་རྒྱལ་སྤྱིའི་ཁྱད་ཆོས་བ་གཅིག་གི་ཐོག་ལ་ཨ་ད་རྣམ་པ་ཚོ་མཉམ་བཤད་བྱེད་ཡ་བ་དེ་འདྲ་གཅིག་ཡིན། ཨ་ད་ད་ལོ་གོང་ས་མཆོག་གིས་རྒྱ་ཚོགས་མཛད་པའི་དཔེ་དེབ་གསར་པ་ཨ་བོད་དང་བོད་མི་གི་འདྲ་ཚ་བྱེད་པའི་དཔེ་དེབ་འདི་ཡིན་ན་ཨ་རྒྱལ་སྤྱི་གཙོ་བོ་དེ་བོད་དོན་འཐབ་རྩོད་དང་འབྲེལ་བའི་གི་རྒྱལ་སྤྱི་གཅིག་དཔེར་ན་ད་ལྟའི་ནང་གི་རྒྱལ་སྤྱི་གལ་ཆེ་བ་དེ་ནི་བོད་རྒྱ་ཞི་མོལ་གྱི་སྐོར། དེ་ག་ནང་བཞིན་བོད་དེ་རང་བཙན་གཙང་མ་ཡིན་པའི་སྐོར། དེ་ནི་ཨོ་མིན་ལུང་གི་སྲིད་བྱུས་འདི་འབྲི་བའི་སྐོར། བོད་ནང་གི་གནས་སྟངས། དེ་ནི་རྒྱ་ནག་ནང་གི་ཆབ་སྲིད་ཀྱི་འགྱུར་ལྡོག། མ་འོངས་པའི་ང་ཚོས་ཀྱི་ཁ་ཤུགས། དེ་ནི་ང་ཚོས་མུ་མཐུད་བོད་དོན་འཐབ་རྩོད་བྱེད་དགོས་པའི་གོང་ས་མཆོག་གི་འབོད་སྐུལ། ད་དེ་འདྲའི་གི་ང་ཚོ་བོད་མི་ཞིག་དང་དམིགས་བསལ་བཙན་བྱོལ་བ་ཞིག་གིས་ང་ཚོས་ངེས་པར་དུ་དོ་སྣང་སྤྲད་དགོས་པའི་གི་རྒྱལ་སྤྱི་གལ་ཆེན་པོ་ཡོད་པའི་དཔེ་དེ་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། ཡིན་ན་ཡང། ད་རེས་ངས་རྣམ་པ་ཚོ་མཉམ་བཤད་བྱེད་ཡ་དེ་གཙོ་བོ་བོད་རྒྱ་ཞི་མོ་དང་འབྲེལ་བའི་སྐོར་དེ་ཡིན། རྒྱུ་མཚན་ག་རེ་རེད་ཟེར་ན་བོད་རྒྱ་ཞི་མོལ་གྱི་སྐོར་དེ་དཔེ་དེབ་འདིའི་གི་དེ་ནི་རྒྱལ་གཞི་གཙོ་བོ་ཞིག་ཆགས་ཀྱི་ཡོད་རེད། དེ་མ་ཚད་དཔེ་དེབ་འདིའི་ནང་ལ་ད་གོང་ས་མཆོག་གིས་ཚིག་གཉིས་སུ་ད་ཞེ་ས་མ་བརྒྱབ་བ་ཡིན་ན་ཚིག་གཉིས་སུ་རྒྱ་ནག་གཞུང་གིས་བོད་ཐུག་ལ་ཆབ་སྲིད་འཛུགས་ཐུབ་མང་པོ་ཞིག་གི་ཐུག་ལ་གོང་ས་མཆོག་ཐུགས་ཕུང་བཞུགས་ཡས་པ་ཞིག་དང་གོང་ས་མཆོག་དེ་ནི་རྒྱ་ནག་གཞུང་ལ་ཡིད་ཆེས་ཆུང་དུ་འགྲོ་གི་ཡས་པ་དེ་ད་ཅི་བྱས་ས་མ་བརྗེ་བ་ནི་ཚིག་ངེས་སུ་དཔེ་དེབ་འདིའི་ནང་བཀལ་ཡས་པ་དེ་འདྲི་གྱི་རེད་དེ་ཡོད་དེ་ཡིན་དུས་ད་དེ་འདྲི་གི་ང་ཚོས་གནས་ཚུལ་དེ་འདྲི་གི་ད་ང་ཚོས་གི་རྒྱབ་ལྗོངས་ཟེར་ན་མི་འདུག་གཙོ་བོ་དེ་ད་ཁྱེད་དེ་འདྲི་བྱུང་གི་ཡས་སྦྱིན་ཚིག་གཙོ་བོ་གཅིག་གོ་བོད་རྒྱ་ཞི་མོལ་དང་དེ་ཡང་བོད་ནང་གི་ཆབ་སྲིད་འཛུལ་སྟངས་མང་པོ་ཞིག་དང་འབྲེལ་ཡོང་དུས་ད་དེ་འདྲི་ང་ཚོས་སྒྲོམ་གཞི་བཙང་གཅིག་དེ་ནི་འདི་ནང་ལ་ང་ཚོ་མཉམ་ཤེས་བྱས་པ་ཡིན་ན་ཏོག་ཙེ་བོད་དོན་འཐབ་རྩོད་དང་འབྲེལ་བའི་བོད་རྒྱ་ཞི་མོལ་འབྲེལ་བའི་གནད་དོན་ལ་ལྟོས་ཚེ་ང་ཚོ་མགོ་ཚོས་ཡ་ལ་འགན་འཁྲི་ཆེན་པོ་བཞེས་ས་རེད་དྲན། དེ་ཡིན་དུས་སྐབས་སུ་ད་རེས་ངས་རྣམ་པ་ཚོ་ལ་དེ་ནས་བོད་རྒྱ་ཞི་མོལ་དང་འབྲེལ་བའི་སྒྲུང་གཞི་རྩོམ་གྱིས་སྙོམས་བཤད་བྱས་པ་དེ་འདྲ་ཅིག་ཡིན། དེ་ནས་ད་བོད་རྒྱ་ཞི་མོལ་གྱི་སྐོར་ཡིན་ན། ད་ང་ཚོ་དཔལ་ལྡན་འདིའི་ནང་གང་བསྐལ་པ་དེ་དག་ང་ཚོས་མཉམ་བཤད་བྱས་པ་ཡིན་ན། དེ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་ད་ང་ཚོ་ལྔ་གཅིག་ང་དགུ་ལོར་ལ་རྒྱ་ནག་དམར་པོའི་གཞུང་གིས་བོད་ས་ཡོངས་རྫོགས་བཙན་འཛུལ་བྱས་ཡོང་དུས་གོང་ས་ཀྱིས་བརྩིས་པའི་བོད་མི་མང་པོ་ཞིག་བཙན་བྱོལ་མ་ཕེབས་ཀ་མེད་བྱུང་བ་རེད། བཙན་བྱོལ་བོད་ནས་ད་ད་ད་བར་དུ། ལོ་ངོ་ད་ལྟ་ཕྱི་ལོ་ཉིས་སྟོང་ཉིས་རྩ་ལྔ་གི་བར་དུ་ལོ་ངོ་ཁྲི་གཅིག་རེ་དྲུག་འགྲོ་ཡོང་དུས་ལོ་ངོ་ཁྲི་གཅིག་རེ་དྲུག་གི་རིང་ལ་བོད་རྒྱ་གཉིས་པོ་དེ་གཞུང་འབྲེལ་རང་གི་ཐོག་ནས་གྲིམ་མོ་ག་འདྲས་ཟིག་བྱུང་བ་རེད་གྲིམ་མོ་ཐེངས་ག་ཚིག་བྱུང་ཡོད་རེད་གྲིམ་མོ་ཞིག་པའི་རྗེས་རིང་གི་ནོར་ལུག་ནི་གནས་ཚུལ་ག་རེ་བྱུང་བ་རེད་བོད་ནང་ལུག་ནི་གནས་བརྟན་ག་རེ་ལྷག་པ་རེད་དེ་ལ་རྒྱ་ནག་གཞུང་གིས་ཚིག་སྐད་ཆ་ག་རེ་བཤད་གི་ཡོད་རེད་ང་ཚིག་ངན་ནས་ཕག་སྐད་ཆ་ག་རེ་བཤད་གི་ཡོད་རེད་ད་སྔ་ནང་བཞིན་རྒྱ་ནག་མི་འབོམ་གྱི་ནང་ལ་དེ་ལ་གསུང་ཚིག་མ་འདྲ་བ་ག་རེ་ཡོད་རེད་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལུགས་ལ་ལྟ་ཚུལ་མ་འདྲ་བ་ག་རེ་ཡོད་རེད། ལྷག་པར་དུ་ད་ང་ཚོས་དོ་སྣང་སྤྲད་དགོས་ས་གི་གནད་དོན་གཅིག་དེ། བོད་རྒྱ་ད་ལྟ་བར་དུ་བོད་རྒྱ་ཞི་མོ་བྱས་ནས་དེ་ནས་ང་ཚོ་ད་གྲུ་འགྲིག་ག་རེ་ཐོག་ཡོད་རེད། ད་དེ་འགྲིག་གི་བོད་རྒྱ་ཞི་མོ་དང་འབྲེལ་བའི་གནད་དོན་བོད་རྒྱ་ཞི་མོ་རྒྱལ་སྤྱི་ཞེས་པའི་སྐོར། བོད་རྒྱ་ཞི་མིག་གི་དེ་ནས། ཐུགས་ལ་ད་ཅི། རྩོམ་པའི་དཔེ་དེབ། ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ཡིན་ན་འདྲ་ཡང་ན་དེ་སྔའི་གོང་ས་མཆོག་གི་རྒྱ་མཚོ་མཛེས་པའི་དཔེ་དེབ་ཡིན་ན་འདྲ། གང་ལྟར་བོད་རྒྱ་ཞི་མོལ་གྱི་སྐོར་ལ་ཕྱིའི་རྗེས་ཤུགས་ཕྱིའི་ཁ་གསལ་ཤུགས། ཕྱིའི་ཁུངས་གཏུགས་ལུང་ཡིན་པའི་དཔེ་དེབ་གཙོ་བོ་གཅིག་ད་ད་ལོ་གོང་ས་མཆོག་གི་རྒྱ་མཚོ་མཛེས་པའི་དཔེ་དེབ་གསར་པ་བོད་དང་བོད་མིའི་དགྲ་ཟ་བྱེད་པའི་དཔེ་དེབ་འདི་ཆགས་བསྡད་ཡོད་རེད། དེ་ཡིན་དུས་དཔེ་དེབ་འདི་ལ་བལྟས་ནས་ད་ང་ཚོས་ལོ་ངོ་ཁྲི་ཆིག་རེ་དྲུག་གི་རིང་ལ་རྒྱ་དཔེ་རྙིང་པོ་དེ་དེ་ནི་ཐུར་མ་ཞི་མི་དགུ་འབྲེལ་བ་ག་འདྲི་འགོ་བཙུགས་ཡོད་མེད་དང་བར་དུ་གནས་ཚུལ་ག་རེ་བྱུང་ཡོད་མེད་མཐའ་མ་གྲུ་འབྲི་ག་རེ་ཐོགས་ཡོད་མེད་ད་དེ་འདྲི་གི་བོད་རྒྱ་ཞི་མོ་དེ་འབྲེལ་བའི་གནད་དེ་ཆ་ཚང་བ་ཞིག་ད་ང་ཚོས་དཔེ་དེབ་འདི་ལ་བལྟས་ནས་ཧ་གོ་ཐུབ་ཡ་དེ་འདྲི་གི་དཔེ་དེབ་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད། དཔེར་ན་ད་ང་ཚོ་དཔེ་དེབ་འདིའི་ནང་བཀལ་སྤེལ་གི་བོད་རྒྱ་ཞི་མི་གི་གནས་ཚུལ་དཔེར་ན་ད་རགས་རིས་ཙམ་ཞིག་ང་ཚོས་སྒྲོམ་གཞི་ཙམ་ཞིག་མཉམ་བཞེས་བྱས་པ་ཡིན་ན། ང་ཚོ་བཙན་བྱོལ་གླས་ནས་ལ་ལོ་ངོ་ཁྲི་གཅིག་རེ་དྲུག་གི་རིང་ལ་རྒྱ་ནག་གི་ནང་ལ་མགོ་ཁྲིད་གཙོ་བོ་ཞིག་མངའ་བྱུང་ཡོད་པ། ཐུ་མིང་གི་གནས་སྐབས་སུ་མའོ་ཙེ་ཏུང་སྙིང་པ་དེ་ཏིང་ཞོ་པི་གསུམ་པ་དེ་ཅང་ཙི་མེ་བཞི་བ་དེ་ཧུའུ་ཅིན་ཐང་ལྔ་བ་དེ་དང་ལྡན་གི་ལས་ཐོག་དེ་ནས་ཞིན་ཅིན་ཕིང། དེ་འདྲའི་མགོ་ཁྲིད་ལྔ་གི་རིང་ལ་བལ་རྒྱ་གཉིས་པོ་དེ་གཞུང་འབྲེལ་རང་གི་ཐོག་ནས་དེ་རིགས་མི་འདྲ་བ་གཉིས་ཀྱི་ནང་ལ་གཙོ་བོ་དེ་ནས་བལ་རྒྱ་ཞི་མོ་བྱུང་ཡོད་པ་དེ་འདྲའི་ཆེད་རེད། དང་པོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དན་དགུ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་བར་དེ་རིང་གཅིག་དང། དེ་ནས་དེ་རིང་གཉིས་པ་དེ་ཕྱི་ལོ་ཉིས་སྟོང་གཉིས་ནས་ཕྱི་ལོ་ཉིས་སྟོང་བཅུ་བར་དང། དེ་འདྲའི་ད་ཅིག་དེ་རིང་མི་འདྲ་བ་གཉིས་ཀྱི་ནང་ནས་གཞུང་འབྲེལ་རང་གི་ཐོག་ནས་དྲི་མོ་ཞུ་ཡས་པ་གཙོ་བོ་དེ་ཆགས་ཀྱི་ཡོད་རེད། ཡིན་ན་ཡང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དན་དགུ་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་བར་དུ་ཡིན་ན་འདྲ། ཡང་ན་ཕྱི་ལོ་ཉིས་སྟོང་གཉིས་ནས་ཕྱི་ལོ་ཉིས་སྟོང་བཅུ་གྱི་བར་དུ་ཡིན་ན་འདྲ། གང་ལྟར། བོད་རྒྱ་གཉིས་པོ་དེ་དེ་ནས་དྲི་མོ་ར་དོ་རམས་པ་མང་པོ་ཅིག་ཞིག་པ་རེད་དེ་ད་ཅིག་གནས་ཚུལ་ཧ་ཅང་མང་པོ་ཞིག་བྱུང་ཡོད་པ་ཞིག་དང་གནས་ཚུལ་དེ་ལ་དེ་ནས་གནས་བརྟན་མང་པོ་ཧ་ཅང་མང་པོ་ལྷག་ཡོད་པ་དེ་ངས་གནས་ཐུང་ཆགས་ཀྱི་ཡོད་རེད་ད་ཤེས་སྟངས་དེའི་ཐུགས་ལ་ད་སྐད་ཆ་ཧ་ཅང་མང་པོ་ཡོད་རེད་དེ་ད་ཅིག་དན་མདོ་གཉིས་པོ་དེ་ད་ཅིག་མདོ་སྡིག་པ་ཡིན་ན་གནས་ཚུལ་དེ་འདྲིའི་གཞུང་སྐད་བོད་ཀྱི་སྦྱིན་སྲེག་ད་མང་པོ་ཡོད་པའི་ནང་ནས་གཙོ་བོ་ཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན། ང་ཚོས་ཀྱི་ཕ་སྐད་དྲི་མོ་ཞེས་ཡ་གི་སྐད་ཆ་དེ་དང་རྒྱ་ནག་གི་དྲི་ཡ་རྒྱ་ནག་གཞུང་གིས་ཀྱི་ཚིག་དྲི་མོ་ཞེས་ཡ་སྐད་ཆ་གཉིས་པོ་དེ་རྩ་བ་ཉིད་ནས་འདྲ་གི་མེད་པ་གཅིག་ཡིན་རྒྱུ་བོད་རྒྱ་གཉིས་པོ་དེ་ཞི་བའི་ཐོག་ནས་དྲི་མོ་བྱེད་ཀྱི་ཡོད་རེད་དེ་དྲི་མེད་ཀྱི་ནང་བསྟན་ཐོག་ནས་ཕན་ཚུན་གཉིས་ཀྱི་རྩ་བ་ཉིད་ནས་འདྲ་གི་ཡོད་མ་རེད། ང་ཚོས་ངེད་གཉིས་ཀྱི་ཕ་སྐད་ཆ་བཤད་ཡོང་དུས་དྲི་མོ་ཞེས་ཡ་གི་སྐད་ཆ་དེ་གཙོ་བོ་དེ་བོད་ཀྱི་ཐུན་མོང་མ་ཡིན་པའི་ཆེད་དུ་རིག་གཞུང་སྐད་དུ་ཡི་གེ་དེ་ནི། བེ་རི་བདེ་སྡུག་གི་ས་ཞག་ད་ཅི་དེ་འདྲའི་གི་བེ་རི་ཡོངས་ལ་མི་བདེན་ཚུགས་པའི་གི་རང་སྲིད་རང་ཆོས་གཙོ་བོ་དང་འབྲེལ་བའི་ཐོག་ནས་ཕར་དྲི་མོ་བྱེད་གི་ཡོད། ཡིན་ན་ཡང་དྲི་ཡ་རྒྱ་ནག་གཞུང་གིས་ཚིག་དྲི་མོ་བྱེད་ཡ་གི་སྐད་ཆ་དེ་གཙོ་བོ་གོང་ས་མཆོག་སྐུ་སྒེར་གཅིག་གི་བཀའ་དབང་དང་གནས་པ་ཙམ་ཞིག་མ་གཏོགས་དེ་འདྲའི་གི་བེ་རི་ཡང་དང་བེ་ཤི་དང་འབྲེལ་བའི་ཐོག་ནས་རྩ་བ་ཉིད་ནས་ཚིག་གླེང་གི་ཡོད་མ་རེད། དེ་ཡིན་དེ་ལྟར་གོང་ས་མཆོག་གིས། དེ་དང་རྣམ་པ་བཀའ་ཐུབ་བེ་རི་རྒྱ་ཆེན་མོ་མོ་འདས་ལོ་ཁེངས་པ་ཞིག་བྱུང་བ་ཡིན་ན་སྐུ་ཉིད་ལ་འདས་ལོ་མ་ཁེངས་པའི་རྩ་བ་ཉིད་ནས་མེད་གསུངས་པ་བྱས་དང། ད་འདིའི་བོད་བསྟན་གྱི་ཐབས་རྩལ་ནི་མི་རིགས་ཤིག་གི་ཐབས་རྩལ་དེ་རེད་མ་གཏོགས་དེ་འབྲིང་གི་མི་དགེ་བ་སྤྱིའི་གཙང་ཆེ་གི་ཐབས་རྩལ་རྩ་བ་ཉིད་ནས་མ་རེད་གསུངས་གི་ཡོད་རེད་ལ་ང་ཚོས་ཀྱང་གོང་ས་མཆོག་གི་རྣམ་ཐར་ཡིན་ན་རེད་ཡང་ན་གསུངས་ཚུལ་གོང་ས་མཆོག་གི་མཛད་པ་འཕྲིན་ལས་ཡིན་ན་རེད་ད་ང་འདྲ་བོ། མི་ཧ་ཅང་གི་ཕལ་བ་ཞིག་གི་ཕར་མཇལ་བ་ཡིན་ན་ཡང་ད་འདིའི་གི་ཐབས་རྩལ་དེ་བོད་མི་རིགས་ཀྱི་ཐབས་རྩལ་ཅིག་དང་བོད་གཞི་གི་ཐབས་རྩལ་ཅིག་མ་གཏོགས་དེ་འབྲིང་མི་དགེ་བ་གཅིག་གིས་སྤྱིའི་གཙང་ཆེ་གི་ཐབས་རྩལ་མིན་པ་དེ། ཨ་ད་ཅི་ང་འདྲ་བོ་མི་ཧ་ཅང་གི་ཕལ་བ་ཞིག་ཡིན་ན་ཡང་ད་ཅི་མཇལ་ཐུབ་པ་དེ་འདྲི་ཅིག་རེད་ཡོད། དེ་ཡིན་དུས་ད་ང་རྩིས་ངེས་ནས་རྒྱ་ནག་གཞུང་ལ་ཕ་སྐད་ཆ་བཤད་ཡ་དེ་དེ་འདྲི་གི་བོད་ཕྱི་དང་བོད་མི་རིགས་ཡོངས་དང་འབྲེལ་བའི་ཐོག་ནས་གནད་དོན་གླེང་གི་ཡོད་རེད་དེ་དྲི་ཡ་རྒྱ་ནག་གཞུང་གིས་ཕྱི་ལོ་གཅིག་སྟོང་གི་བརྒྱད་གཅིག་གྱ་གཅིག་ལོ་ཧོང་ཡང་པའི་གཏན་འབེབས་ཀྱི་དོན་ཚན་ལྔ་ཨ་དེ་གཙོ་བོ་དེ་ད་དེའི་ནང་ལ་གོང་ས་མཆོག་བཀའ་བརྒྱད་ཀྱི་བཀའ་དབང་དང་གནས་སྤོ་ཨ་གོང་ས་མཆོག་བོད་ལ་ཕེབས་ཚུལ་བོད་ལ་ཕེབས་ནས་ལ་གང་དུ་བཞུགས་མོ་དེ་འདྲི་གི་གནད་དོན་བཙོང་ཆེད་མ་གཏོགས་ཨ་ད་བོད་ཕྱི་དང་བོད་བོད་ཀྱི་ཐུན་མོང་མ་ཡིན་པའི་ཕྱི་དུ་རེ་བཞུགས་དེ་འདྲིའི་གི་གནས་བརྟན་དུ་རྩ་བ་ཉིད་ནས་གླེང་གི་ཡོད་མ་རེད། ཨ་དེ་ཡིན་དུས་ད་གོང་ས་མཆོག་གིས་ཨ་བོད་བརྟན་གི་ཐབས་རྩལ་དེ་ཨ་བོད་རྒྱ་གཉིས་གི་ཞི་མོ་གཅིག་པུ་ལ་མ་བརྟེན་པ་འཛོམས་རིས་རྒྱལ་གཞིས་གི་ནང་ལ་དོ་སྣང་ལེན་ཡ་དང་འཛོམས་རིས་རྒྱལ་གཞིས་གི་ཐོག་ལ་རྒྱབ་སྐྱོར་རག་ཡ་གི་ཆེད་དུ་ཨ་དེ་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ཨ་བརྒྱད་ཕྱི་བྱ་སྟེང་ཨ་དེ་ནི་ཕྱི་ཟླ་དགུ་བའི་གི་ཕྱི་ཚེས་ཉེར་གཅིག་རྩ་ཆེན་ཉིན་ཨ་རིའི་འགྲོ་བ་མིའི་གི་ཐོབ་ཐང་ལྷན་ཚོགས་གི་ཐོག་ལ་ད་ཐེངས་དང་པོ་ཞི་བའི་དྲི་བྱ་ཟེར་གསུང་བཤད་གནང་པ་ཨ་དེ་བྱུང་དེ་ཡོད། དེ་འདི་ཞི་བའི་བྲིས་ཆ་དེ་ད་ང་ཚོ་བཙན་བྱོལ་བའི་ལོ་རྒྱུས་ནང་ལ་ཧ་ཅང་གི་གལ་ཆེན་པོ་རེད་ལ་མ་འོངས་པ་ང་ཚོ་བོད་ཀྱི་ལོ་རྒྱུས་ནང་ཡིན་ན་ཡང་དེ་ཧ་ཅང་གི་ད་གནད་འགག་གལ་ཆེན་པོ་ཞིག་ཆགས་ཡོད་སྤྱི་སྟངས་རྩ་བའི་ཆ་ནས་ད་ལྟ་ནད་མེད་ཞིག་ཕྱིན་སོང་པ་རེད་དེ། ཡིན་ན་ཡང་ང་ཚོ་བཙན་བྱོལ་སླད་ནས་ལ་ཐེངས་དང་པོ་འཛམ་གླིང་རྒྱལ་སྤྱི་གི་ཐོག་ལ་ད་ང་ཚོ་བྲིས་ཡ་རྒྱ་ནག་གཞུང་ཡོངས་དང་ཞི་བའི་གི་ཐོག་ནས་བྲིས་མོ་བྱས་ཡ་གི་གདན་ཚད་དེ་ག་རེ་རེད་ཟེར་ན་ད་གདན་ཚད་ལྔ་པོ་འདི་ཡིན་ཟེར་ཡ་དེ་ཐེངས་དང་པོ་མ་གསུང་བཤད་གནང་ཡ་དེ་ཨ་རིའི་འགྲོ་བ་མིའི་གུ་ཐོག་མཐོ་ལྷན་ཚོགས་ཀྱི་ཐོག་ལ་གསུང་བཤད་གནང་པའི་ད་ཡོང་གྲགས་ལ་ཞི་བའི་གྲི་ཆ་དེ་ཚན་ལྔ་ཟེར་དེ་ཆགས་ཀྱི་ཡོད། དེ་འདི་ཞི་བའི་གྲི་ཆ་དེ་ཚན་ལྔ་དེ་ད་ལྟ་དཔེ་དེབ་གསར་པ་འདིའི་ནང་ཡིན་ན་ཤ་ནི་བཞི་བ་ཟེར་གི་བདེན་ཚིག་དེའི་ནང་བཀལ་ཡོད་པ་དེ་རེད། དེ་ད་ཧ་ཅང་གི་གལ་ཆེན་པོ་སོང་ཙང་འདི་ལ་རྣམ་པ་ཚོ་ལ་མཉམ་བཤད་ཅིག་བྱས་པ་ཡིན་ན། དེ་ནི་བདེན་ཚིག་དང་པོ་དེ། དེ་ནི་བས་སམ་ཡོངས་རྫོགས་ཞི་བའི་ལྟེ་གནས་ཤིག་དེ་བརྗེ་བཞི་ཟེར་དེ་རེད། དེ་ནས་སྨྱོན་པ་དེ་བལ་ནང་ལ་དེ་ནས་རྒྱ་ནང་གི་གྲོང་པ་མང་པོ་ཞིག་གནས་སྤོ་བྱས་པའི་སྲིད་ཇུས་དེ་བལ་གྱི་ངོ་བོ་རྩ་ལ་འགྲོ་བའི་ཉེན་ཁ་ཡལ་བ་སོང་དང་སྲིད་ཇུས་དེ་ངེས་པར་དུ་ཚང་རྒྱུ་དགེ་རྒྱུ། དེ་ནས་གསུམ་པ་དེ་དེ་ནས་བལ་མང་པོ་ཞིག་གཞི་རྩའི་འགྲོ་བ་མི་གི་ཐོག་ཐང་དང་དམངས་གཙོ་རང་ནང་ལ་བརྩི་གི་དགེ་རྒྱུ། དེ་ནས་བཞི་བ་དེ་བལ་ནང་ལ་བལ་གྱི་རང་བྱུང་ཁོར་ཡུག་གནས་སྟངས་བཟང་པོ་ནང་སྔ་སོར་ཕྱི་ཐག་ཏུ་སྲུང་སྐྱོབ་བྱེད་པའི་གི་ཐོག་དེ་ནས་བལ་ནང་ལ་རྡུལ་ཕྲན་ཚད་ཆ་བཟོ་སྐྲུན་བྱེད་པ་དང་རྡུལ་ཕྲན་ཚད་ཆ་གི་སྙི་རུ་ཕུན་སུམ་ཞེ་ཆ་བཅས་ལ་ཚང་རྒྱུ་དགེ་རྒྱུ། ལྔ་བ་དེ་བོད་ཀྱི་མ་འོངས་པའི་གནས་བབ་དང་བོད་རྒྱ་གཉིས་པོ་དེ་ཞི་བའི་ཐོག་ནས་དྲི་མོ་འགོ་འཛུགས་གནང་དགོས་རྒྱུ་ཟད་ཞི་བའི་དྲི་བྱ་དེ་མཚན་སྔ་དེ་ཆགས་ཀྱི་ཡོད་རེད། དེ་ནས་ལོ་དེའི་གི་རྗེས་ད་ག་རང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་བྱ་རྗེས་ཕྱི་ཟླ་དྲུག་པའི་གི་ཕྱི་ཚེས་བཅོ་ལྔ་ཉིན་ལ་སླར་ཡང་གོང་ས་མཆོག་གི་ཡོ་རོབ་བྲིས་ཚུགས་གནང་ལ་སྔར་ཨ་རིའི་འགྲོ་བ་མིའི་གི་ཐོབ་ཐང་ལྷན་ཚོགས་ཀྱི་ཐོག་ལ་གསུང་བཤད་གནང་བའི་ཞི་བའི་དྲི་ཆ་དེ་ཚད་ང་གཞིར་བཞག་པའི་ཐོག་ནས་ད་དེ་རྒྱས་བཤད་ཀྱི་ཚུལ་དང་དེ་ནས་ཡུ་རོབ་གྲི་ཚོགས་ཀྱི་ནང་ལ་ད་ཡང་དྲག་ཡང་དྲག་ལ་དེ་ལ་ག་རེ་ཟེར་གྱི་ཡོད་རེད་ཟེར་ན Stress Bug གི་དྲི་ཆ་ཟེར་གྱི་ཡོད་རེད་དེ་ལ་གསུང་བཤད་གནང་པ་དེ་རེད་ཆགས་ཀྱི་ཡོད་རེད། དེ་ཀ་ཡིན་ན་སྔར་ཞི་བའི་དྲི་ཆ་དེ་ཚད་ཀྱི་ནང་ལ་བལ་ས་ཡོངས་རྫོགས་ཟེར་ཡ་དེ་ད་ཅིག་རྒྱས་བཤད་གནང་ནས་བལ་ས་ཡོངས་རྫོགས་དེ་དེ་ནས་བལ་ཡུལ་ཆོལ་ཁ་གསུམ་ད་ཡོངས་གྲགས་ལ་མདོ་བའི་ཁམས་གསུམ་ཟེར་གྱི་ཡོད་རེད། དེ་ནས་མདོ་སྨད་དབུས་རྫོང་ཁོངས་སུ་གི་བདེ་ལྡན་ས་ཆ་དང་དེའི་མཚོ་བཞིན་གནས་སྤོས་ཀྱི་བེ་རི་ཡོངས་ཀྱི་ད་མི་དེ་ཚོ་བེ་གི་རང་སྲིད་རང་ཆོས་དང་འབྲེལ་བའི་གི་གནད་བདེན་གསུང་བཤད་གནང་པ་དེ་ཆགས་བསྡད་ཡོད་རེད། དེ་ཡིན་དེ་ད་དེ་འབྲེལ་གི་གོང་ས་མཆོག་གི་འཛམ་གླིང་རྒྱལ་གཞིས་ཀྱི་ཐོག་ལ་ད་ཀྱི་ཨ་རིའི་འགྲོ་བ་མི་གི་ཐོག་མཐོང་ལྷན་ཚུགས་ཀྱི་ཐོག་ལ་ད་ཀྱི་གསུང་བཤད་གནང་པའི་ཞི་བའི་གྲི་ཆ་དེ་མཚན་ལྔ་ཡིན་ན་འདྲ། ཡང་ན་ཡོ་རོབ་གྲི་ཚུགས་ཀྱི་ནང་ལ་གསུང་བཤད་གནང་པའི་སི་ཏྲ་སྦག་གི་གྲི་ཆ་ཡིན་ན་འདྲ། ད་ལྟ་དེ་འདྲིའི་གི་བལ་གདན་གི་ཐོག་ལ་གསུང་བཤད་གནང་པ་དེ་ལ་བརྟེན་ནས་རྫོང་ལས་རྒྱ་གཞིས་གི་ནང་ལ་དེ་ནས་རྒྱལ་ཁབ་མི་འདྲ་བ། མི་རིགས་མི་འདྲ་བ་ཧ་ཅང་མང་པོ་ཞིག་གི་བལ་གདན་གི་ཐོག་ལ་དོ་སྣང་ལ་ཡས་དང་བལ་གདན་ལ་རྒྱབ་ཆོས་རག་ཡ་དེ་འདྲིའི་གི་ད་ཅིའི་གྲུ་འདྲིའི་བཟང་པོ་ཐོག་ཡས་པ་དེ་འདྲིའི་བྱུང་དེ་ཡོད་རེད། ཡིན་ན་ཡང་ད་རྒྱ་ནག་གཞུང་གི་དེ་ནས་ཨ་རི་གཞུང་དང་དེ་ནས་ཡུ་རོབ་གྲི་ཚོགས་ལ་ད་ཅིའི་དཔྱད་འཇལ་བྱས་པ་མ་ཚད་གོང་ས་མཆོག་ཡིན་ན་ཡང་སྐབས་དེ་ལ་ད་ཅིའི་རྒྱ་ནག་གཞུང་གི་ཧ་ཅང་གི་དཔྱད་འཇལ་ཤུགས་ཆེན་པོ་བཟོ་པ་དེ་འདྲིའི་གནད་དོན་བྱུང་དེ་ཡོད། དེ་འདི་ལྟར་དེ་འབྲེལ་གྱི་གནད་དོན་མང་པོ་ཞིག་ལ་བལྟས་ནས། དེ་ནས་བལ་རྒྱལ་སྙིང་པོ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཕྱི་ཟླའི་དགུ་ལོ་ནས་རིམ་པས་གཞུང་འབྲེལ་རང་གི་དོན་དུ་འགོ་བཙུགས་པ་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཞེ་གྱ་དགུ་ལོ་ལ་མཚུངས་ཆད་པ་དེ་འདྲའི་ཞིག་བྱུང་བསྡད་ཡོད་རེད། དེ་ནས་དེ་རིང་སྙིང་པོ་དེ་ཕྱི་ལོ་ཉིས་སྟོང་གཉིས་ནས་ཕྱི་ལོ་ཉིས་སྟོང་གཅིག་གི་བར་དུ། སླར་ཡང་བལ་རྒྱལ་སྙིང་པོ་དེས་དེ་ནས་དྲིན་མོ་མགོ་བཙུགས་ནས་ད་ཅིའི་དྲིན་མོ་ར་ད་རོན་པ་མང་པོ་ཅིག་བཞེས་པ་རེད་དེ་ད་ཅིའི་དད་མདོ་སྙིང་པོ་དེས་སྔར་ཧོང་ཡོན་པའི་བསྟན་པའི་གི་དན་ཚིག་སྔགས་ལས་གི་སྐབས་དེ་ལ་དགའ་ཐུབ་མེད་པ་ཅིག་དང་དེ་ལས་ཡིན་ན་ཡང་གྲུ་འདི་དེ་ཙམ་ལེགས་པོ་བྱུང་མེད་པ་དེ་དཔེ་དེབ་འདིའི་ནང་ལ་ཧ་ཅང་གི་གསལ་པོ་བཀལ་ཡོད་པ་དེ་འདྲས་ཅིག་ཆགས་བསྡད་ཡོད། ཡིན་ན་ཡང་སྐབས་དེ་ད་ང་ཚོའི་ངེས་ནས་གི་རྒྱ་ནག་གཞུང་ལ་ཕར་སྤྲད་ཐུབ་ཡས་དེ། བོད་རིགས་ཡོངས་ལ་མི་སྡིངས་ཚུགས་པའི་གི་རང་སྲིད་རང་སྐྱོབ་གི་བསང་ཆ་ཟེར་ནས་རང་དེ་འདྲས་གི་ད་ཡི་གེ་ང་ཚིག་དེ་ནས་རྔན་བསྡད་ཟེར་ན་མི་འདུག། དེ་ནི་ང་གཅིག་གི་རེ་བ་ཞིག་ན་མི་འདུག་ད་ང་གཅིག་གི་ཤི་སྲེག་ནང་སྲེག་གི་ཐོག་ནས་རྒྱ་ནག་རྙོག་འདི་སྐད་ཆ་བཤད་ཡག་གི་ཅེས་གསུམ་ཆ་གི་ཡི་གེ་དེ་རྒྱ་ནག་གཞུང་ལ་པར་སྤྲད་ཐུབ་པ་དེ་འདྲའི་བྱུང་བསྡད་ཡོད་རེད། ཡིན་ན་ཡང་ད་རྒྱ་ནག་གཞུང་གིས་དེ་འདྲའི་གི་ཡི་གེ་དེ་ལ་དེ་ནི་ད་ག་རེ་བྱེད་དགོས་རེད། ཧ་ཅང་གི་སྐད་ཆ་ཤུགས་ཆེན་པོ་བཟོ་ཡག་ཅིག་ཡི་གེ་དལ་ཡིན་ན་ཡང་དེ་ནི་རང་རྩལ་གཙང་མ། ད་ག་ནོར་ཅིག་ཡོད་ན་རྣམ་པ་འབྱེད་པའི་རང་རྩལ། ཤེས་རང་རྩལ། དེ་འདྲའི་ཙོང་ཅིག་གི་ངེས་འཛིན་མ་ཐུག་ང་ཚིག་གི་དེ་ནི་ཕ་ཤེས་པའི་རང་སྲིད་རང་སྐྱོང་གི་གནད་དན་ཟེར་དེ་འདྲའི་རྩ་བ་ཉིད་ནི་རྒྱ་ནག་གཞུང་གི་ཁས་ལེན་གི་མེད་པ། དེ་ནི་དེ་འདྲའི་གི་གསུང་ཆ་ཡིས་ཡི་གེ་དེ་གི་རྒྱ་ནག་གཞུང་ལ་འཇིག་ཏུ་འགྲོ་གི་ཡོད་མ་རེད་ཟེར་ད་དེ་འདྲའི་གི་ཚིག་ངེས་སུ་རྒྱ་ནག་གཞུང་གི་གསུང་དེ་སྐད་ཡས་པ། དེ་ནི་དེ་མ་ཚིག་ད་ང་ཚིག་སེམས་ནང་ལ་དྲན་མི་ཐུབ་པ་དེ་འདྲའི་གི་ད་གོང་ས་མཆོག་ལ་རྒྱ་ནག་གཞུང་གི་དཔྱད་གཞི་ཤུགས་ཆུང་པོ་བཟོ་པ། ད་དེ་འདྲའི་གི་གནད་དན་མང་པོ་ཞིག་བྱུང་དུ་ཡོད་རེད། དེ་ནས་ད་ཕྱོགས་གཉིས་ནས་ད་ཀྱི་ལོ་ངོ་དྲུག་ཅུ་རེ་དྲུག་གི་རིང་ལ་ད་གཞིས་ལུས་རྒྱ་ཆེའི་མི་མང་གིས་སོ་སོའི་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དང་ཞི་བའི་རྣམ་པའི་གི་ཐོག་ནས་ད་ཀྱི་རྒྱ་ནག་གཞུང་ལ་སྙན་ཞུ་རྗེས་སུ་ནས་ཐ་ཤི་མི་འདྲ་བ་མང་པོ་ཞིག་གི་ཐོག་ནས་ད་རྒྱ་ནག་གཞུང་ལ་ངོ་རྒོལ་ར་དང་རིང་པོ་མང་པོ་ཞིག་བྱས་རེད། ཡིན་ན་ཡང་རྒྱ་ནག་གཞུང་གིས་ད་དེ་ལ་དྲང་གནས་རང་གི་ཐོག་ནས་ད་ཀྱི་ཚ་ཆེད་ཚིག་མདོ་བཟོ་ཡ་ཅིག་མ་གཏོགས་ཞི་བའི་གི་རྣམ་པ་རྩ་བ་ཉིད་ནས་མེད་པ། མི་མང་གི་བདེ་སྡུག་བསམ་བློ་རྩ་བ་ཉིད་ནས་མི་བཏང་པ། མཐའ་གཅིག་ཏུ་དྲང་གནས་ཀྱི་ཐོག་ནས་ཧ་ཅང་གི་ཡ་ང་སྙིང་རྗེ་མེད་པའི་ཐོག་ནས་དེ་ནི་བསྡུ་བཞུ། ཚ་ཆེ་ད་ཅིག་སྣ་ཆེ་ཚེར་བརྒལ་བ་སྟོང་པ་དེ་འདྲའི་ལྔའི་གནས་ཚུལ་ཞོགས་བསྡད་པ་དེ་རེད་དེ། དེ་ཡིན་དུས་དེ་འདྲའི་གི་ད་ཅིག་ཤུགས་མང་པོ་ཞིག་གི་གནད་དོན་ལ་བརྟེན་ནས་ད་ཅིག་གོང་ས་མཆོག་གིས་རྒྱ་ནག་གཞུང་གི་བེད་ཐུག་ལ་འཛིན་པའི་གི་ཆབ་སྲིད་གི་དེ་འདྲའི་གི་གནས་སྟངས་དེ་ད་གོང་ས་མཆོག་ཐུགས་ཕུང་བྱུང་སོང་ཟེར་བའི་ཅིག་དང། ད་ག་ནང་གི་རྒྱ་ནག་གཞུང་ལ་ད་གོང་ས་མཆོག་ཡིད་ཆེས་ཆུང་དུ་འགྲོ་གི་འདུག་ཟེར་ད་མ་སོང་ཀ་མེད་ཆགས་སོང་དེ་འདྲ་ད་བྱས་ས་མ་བྱས་བ་ཡིན་ན་ཚིག་ངེས་སུ་དཔེ་དེབ་འདིའི་ནང་བཀལ་ཡོད་པ་ཨ་དེ་ཆགས་ཀྱི་ཡོད་རེད། ཨ། དེ་ཡིན་དུས་ད་ང་ཚོ་དྲི་བ་གཅིག་ག་རེ་ཡོང་གི་ཡོད་རེད་ཟེར་ན་ཤི་སྟོང་དཔེ་དེབ་འདིའི་ནང་དྲི་བ་དེ་བཀལ་བཞག་འདུག་ཨ། དེ་ངོ་མ་ད་རྒྱ་ནག་གཞུང་ལ་ཨ་དེང་གིས་བལ་དང་མཉམ་དུ་ཞི་བའི་ཐོག་ནས་དྲི་མོ་བྱེད་འདོད་ཡོད་རེད་ཡོད་མ་རེད་ཟེར་ད་དྲི་བ་དེ་དེ་ཆགས་ཀྱི་ཡོད། དེ་ཡིན་དུས་ད་ཤི་སྟོང་ནས་ང་ཚོ་ཤི་ཚོ་ངོ་ན་ལ་དྲི་བ་དེ་ཡོང་གི་ཡོད་རེད་ལ་དེ་ལས་ཡིན་ན་ཡང་ད་ལན་མི་འདྲ་བ་ཨ་མང་པོ་ཞིག་རྒྱག་གི་ཡོད་རེད་དཔེ་དེབ་རྒྱག་ཤི་བ་མང་པོ་ཞིག་གིས་ཨ་རྒྱ་ནག་གཞུང་ལ་དེ་འདྲི་གི་ད་ཅི་འདས་པ་ཡོད་མ་རེད་ཟེར་ཡ་ཞིག་དང་ཡང་འགའ་ཞིག་གིས་ཡོད་རེད་ཟེར་ཡ་ཞིག་དང། གང་ལྟར་དེ་འདྲིའི་གི་དྲི་བ་དང་ལན་གཉིས་ཀ་གོང་ས་མཆོག་གི་དཔེ་དེབ་གསར་པ་འདི་ནང་བཀལ་བ་མ་ཚད་ད་གོང་ས་མཆོག་གི་སྐུ་སྒེར་གྱི་གི་དེ་ནི་དེའི་ཐོག་ལ་གོང་ས་མཆོག་གིས་ག་རེ་གསུང་གི་འདུག་ཟེར་ན། དེ་ནི་སྐབས་གཅིག་ལ་རྒྱ་ནག་གཞུང་ལ་བོད་ཀྱི་གནད་དོན་དེ་དྲི་མིག་གི་ལོང་ནས་ཐག་གཅོད་བྱ་རྒྱུ་གི་འདོད་པ་དང་འདུན་པ་གཅིག་མ་མ་ཡིན་པའི་བྱུང་བའི་སྲིད་གི་རེད། ཡིན་ན་ཡང་རྒྱ་ནག་གཞུང་གི་དབུ་ཁྲིད་ཚོ་ད་ལྟའི་གནས་སུ་ལག་བསྟར་བྱེད་པའི་གི་གནད་སྟངས་མེད་སྐར་ཆ་གཉིས་སྟོང་མེད་པ་གཅིག་དང་དེ་ལ་དགེ་རྙིང་གི་ཆབ་སྲིད་གི་རེ་འདུན་མེད་པ་དབང་གིས་ད་གནས་ཚུལ་དེ་ནི་མང་པོ་ཞིག་ལྷག་དེ་རེད། དེ་ཡིན་དུས་དཀའ་ཚེགས་ལ་པེ་ཅིན་སྲིད་གཞུང་ནང་ད་ལྟ་དུས་ཚོད་ཀྱི་ཐོག་ནས་ལ་ཕྱི་མ་གྲོགས་གོང་ལ་དེ་ནས་བོད་ཀྱི་གནད་དོན་དེ་ཞི་བའི་ཐོག་ནས་ད་ཅིག་ང་ཚོ་དགེ་ངེས་ཀྱི་གཉིད་ཐོ་ཤེས་ཐུབ་པའི་ད་རེ་བ་ཡས་ཟེར་ན་གོང་ས་མཆོག་གིས་རེ་བ་དུ་མྱོང་ད་ད་ཅིག་ལན་དུ་གནོང་ཤག་པ་དེ་འདྲི་ཅིག་རེད་དུ་འདུག་ད་ཕྱི་སྟངས་ད་ངའི་རྣམ་པ་ཚོ་ལ་དཔེ་དེབ་འདི་ནང་བཀད་པའི་དེ་རིང་མི་འདྲ་བ་གཉིས་དེ་ནས་ཅིག་དེ་ནས་བོད་རྒྱ་ཞི་མོ་འདི་འབྲེལ་བའི་དེ་འབྲེལ་མི་འདྲ་བ་གཉིས་དང་འབྲེལ་བའི་ཐོག་ནས་དེ་ནས་མདོ་སྡེ་ཙམ་ཞིག་རྣམ་པ་ཚོ་མཉམ་ཞིག་བྱས་པ་དེ་འདྲི་ཅིག་ཡིན་མ་གཏོགས་དེ་ནི་དཔེ་ལྡན་འདིའི་ནང་ཡིན་ན་ད་ཆའི་བལ་རྒྱ་བལ་རྒྱ་ཞི་མོ་དེ་འདྲེས་པའི་གནས་བརྟན་ཧ་ཅུང་མང་པོ་ཡལ་བསྡད་པ་ཞིག་རྒྱ་ནག་གཞུང་གི་མགོ་ཁྲིད་ཏིན་ཞའོ་པེ་དང་ཅང་ཙི་མིན་ལ་ད་གོང་ས་མཆོག་གི་ཡི་གེ་ག་རེ་གཏོང་ཡས་མེད་ལ་གཏོང་ཡས་མེད་ནས་བཟུང་དེ་ལ་ད་ཆའི་རྒྱ་ནག་མི་མང་གི་ནང་ལ་བལ་རྒྱ་ཞི་མོ་དེ་འདྲེས་པའི་གནས་བརྟན་ལ་སོང་ཚུལ་ག་རེ་ཡས་མེད་རང་སྲིད་རང་སྐྱོང་གི་གནས་བརྟན་དང་འབྲེལ་བ་ལ་དེ་ནི་ལྟ་ཚུལ་ག་རེ་ཡས་མེད་བལ་ནང་གི་ཤི་ཡན་ཅལ་ལ་དེ་ལ་སོང་ཚུལ་ག་རེ་བཙན་བྱོལ་སྤྱི་ཚོགས་ཀྱི་ནང་ལུགས་ལ་དེ་ལ་སོང་ཚུལ་མ་འདྲ་བ་ག་རེ་ཡས་མེད་དེ་ཚོ་ཡིད་ཆེས་ད་གོང་ས་མཆོག་གི་དཔེ་ལྡན་འདིའི་ནང་ཧ་ཅང་གི་དེ་ནི་ཅི།

གཙོ་བོ་གཞུང་ཡས་པ་གསུང་དོགས་དེ་གོང་ས་མཆོག་གི་སྤྱི་ཡོན་སྐུ་ཚེ་གཅིག་གི་ནང་ལོགས་ན་ད་ཅི་མིག་གི་ད་ཞེ་སངས་མ་བརྗེ་བ་ཡིན་ན་ང་ཚོ་མིག་གཉིས་སུ་མཐོང་ནས་ཚོགས་མི་ང་ཚོ་སྐུ་ཚེ་གཅིག་གི་ནང་ལ་བརྗེ་ཡོད་པ་གསུང་སོང་དེ་འདྲིའི་གི་གནས་ཚུལ་ཚང་མ་ད་གོང་ས་མཆོག་འདི་ནང་བཀལ་ཡོང་དུས་ཀ་ཚོད་དེ་ང་ཚོ་ངའི་ནང་པ་ཚོ་དེ་ནས་མདོ་སྡེ་གཙང་ཆེ་སྨྱོ་བཤད་བྱས་པ་དེ་འདྲི་ཅིག་ཡིན། ཤི་སྟངས་དེར་ངས་འདས་མ་ཤེས་པ་དེ་ད་ང་རང་གི་དཔེ་དོན་དུ་བླུགས་ནས་གང་མཐོང་པ་དང་ང་རང་གི་དཔེ་དོན་དུ་བླུགས་ནས་གང་གོ་བ་དེ་ནང་པ་ཚོ་དེ་གཅིག་ང་རང་གི་སང་ལོ་དང་འབྲེལ་བའི་ཐོག་ནས་ད་གཅིག་སོ་ཚིག་གི་སང་ཚིག་དང་འབྲེལ་བའི་ཐོག་ནས་ཉམས་ཞིབ་བྱས་པ་དེ་འདྲ་ཞིག་ཡིན་མ་གཏོགས་དཔེ་དོན་འདིའི་ནང་ལ་མཐའ་གཅིག་ཏུ་དེ་མ་གཏོགས་ཡོད་མ་རེད་དཔེ་དོན་འདིའི་ནང་ལ་ངེས་པར་དུ་དེ་མ་གཏོགས་སྐད་མི་འདུག་དེ་ལས་གཞན་པ་རྩ་བ་ཉིད་ནས་གསུངས་མི་འདུག་ཟེར་དེ་འདྲ་ངས་རྩ་བ་ཉིད་ནས་ཟེར་གི་མེད། ཡིན་ན་ཡང་ད་ཕྱི་སྟོང་ནས་ང་ཚོ་གོང་ས་མཆོག་གི་བཀའ་ལུང་དེ་ནི་གསན་པ་ཡིན་ན་འདྲ་ཡང་ན་གོང་ས་མཆོག་གི་རྒྱ་མཚོ་མཛེས་པའི་དཔེ་ལུང་དེ་གར་ཆེད་དཔེ་དེབ་མཇལ་བ་ཡིན་ན་འདྲ་ང་ཚོ་མི་དབང་པོ་རང་འདྲའི་ལྟ་སོང་མི་དགེ་བྱེད་སུ་འདྲ་ཞིག་གིས་ད་ཅི་བཀའ་ལུང་གསན་ཡོད་འདི་ག་དེ་ལ་བབ་པའི་དེ་ལ་ཅི་སོ་སོ་ལ་གསན་ཅི་ཡས་བསྡད་པ་ཞིག་དང་དཔེ་དེབ་རྒྱ་མཚོ་མཛེས་པའི་དཔེ་དེབ་མཇལ་ཡོད་འདི་ག་དེ་ལ་སོ་སོ་གི་ཉམས་ཅི་ཡས་བསྡད་པ་ཡིན་ཏེ་འདི་ཡང་ང་རང་གིས་ད་ཅི་སོ་སོ་བློ་སྦྱོང་གི་ཆེ་ཚད་དམའ་བའི་མི་ཧ་ཅང་གི་འཕར་བ་ང་འདྲ་བོ་ཅིག་གིས་སོ་སྲིད་ཀྱི་བློ་ནས་གང་གོ་བ་དང་གང་ཐེབས་པ་དེ་རྣམས་པ་ཚོ་ཉོ་བཤད་བྱས་པ་དེ་འདྲ་ཅིག་ཡིན། དེ་ལས་གཞན་པ་ད་ཅི་དེ་མ་ཏུ་ཡོད་མ་རེད་ཟེར་དེ་འདྲའི་རྩ་བ་ཉིད་ནས་ཟེར་ཐུ་ཡ་ཡོད་མ་རེད་ཟེར་ཞེ་ཅི་ཅི་ཡིན་གཙོ་བོ་གཙོ་བོ་དེ་ད་ང་ཚིག་གི་དཔེ་དེ་འདི་བླུགས་ནས་ལ་སོ་ཚིག་གི་དཔེ་དེ་འདི་བླུགས་ནས་དཔེ་དེ་འདི་ནི་གོང་བསུ་ཡས་པ་སོ་ཚིག་གི་ད་ཅི་སྙོག་བཤད་བཤད་པ་དེ་ཧ་ཅང་གི་གལ་ཆེན་པོ་འདྲ་བོ་ཞིག་མཐོང་སོང་དེ་ཡིན་དེ་དེ་ནས་རྣམ་པ་ཚོས་སྙོག་བཤད་བཤད་པ་དེ་འདྲའི་ཅི་ཡིན་དེ་ནས་ད་ཅི་གནས་བརྟན་གཞན་པ་ད་མང་པོ་ཞིག་འདི་ནང་རྒྱལ་གལ་ཆེ་བ་འདུག་དེ་ཚོ་སྤྲད་རྗེས་མ་ལ་སྙོག་བཤད་བཤད་ཐུབ་པ་བྱས་ཡོད་ཟེར་བ་དེ་འདྲའི་ཅི་ཡིན་བཀའ་དྲིན་ཆེ།